གོང་མ་ཡར་ཞུ།
ལྷ་རིགས་ལྔའི་སྔོན་ཆད་དངོས་སུ་ལྷ་རིགས་མྱོང་བ་རེད། བྲག་ཁུར་གའི་གྲང་ན་གདན་འདྲེན་བྱེད་མ་ཐུབ་ན་རེད་གོང་མ་ཁྱེད་ཀས་དགོངས་འགལ་མེད་པར་མཁྱེན།
དེས་ན་ཁྱེད་དགའ་ཆོག་ཁྲ་ཁྱེད་རིགས་ནི་ལྷ་སྡེ་སུ་ཟིག་རེད། ཁུར་གའི་ལྷ་རིགས་ལྔ་ལྷོ་ཧོན་ལྷ་ཆེན་དམ་པ་རེད་ཉི་ལྔ་ལའི་ལོ་གྱོན་ཟེར། ལྷ་རིགས་ལྔ་ཁུར་གའི་དགེ་ཕྲུག་ཡིན་ནོ་རྐྱེན་གྱི་ཉི་ལྔ་ར་ལའི་ཧྲོ་གྱོན་ཟེ་དག་ནི་ཤེས།

ད་ཁྱི་ཙང་བྱེད་གི་མ་འདུག་ལས་ཞོ་རྒྱུ་ན་བྱེད་གི་ཞིག་གང་མ་ལགས། སྤུན་ཟླ་དང་ཕང། སྐབས་དེར་ཡི་ཤིག་འདོད་ཆགས་ཆེན་ནོར་སྐྱེན་གི་སྙིགས་སྙིགས་ཡིན། སྐར་འཁྲབ་མཁན་གི་ལྷ་མོ་དག་འཇིར་ཡི་དད་དང་ངེས། སེམས་ཆུང་མ་ཡིན་མེ་ལྷ་རྒྱ་བོ་གི་རལ་གྲི་བརླག་ནས་ལྷུང་བས་ཙི་གེ་ཙིག་མི་འགྱིང་ན་མེ་ལྷ་རྒྱ་བོ་གི་བྱ་བ་མི་ཤོག་དང་མེ་ལྷ་རྒྱ་བོ་ཤེས་གི་ཐུགས་ཀྱི་ལྷའི་དབང་བོ་ཡར་སྐྱེས་ཀྱི་ཁར་གི་མི་ཡི་ལ་བཟླ་ཡིས།

ངོ་མ་དགའ་རོགས་བས་བྱ་གཞག་ཆེན་པོ་འགྲུབ་གི་འཇུག་རྒྱུ་དེ་རེད་ལ་དེ་མ་རེད་དེ་མ་རེད་གོང་མ་རོགས་ཡས་བྱ་གཞག་ཆེན་པོ་འགྲུབ་གི་འཇུག་མཁན་ན་ཁོས་བྱང་ཆེན་གི་བློན་པོ་འདི་མོ་མང་ཞིག་ཁོས་བཞག་ན་སྤུན་ཟླ་དང་ཧྥང་ར་རྐང་བོ་ཆེན་ཁོང་ལྟ་བུ་ཁུར་ཆོས་ཚང་མ་ཁོས་བྱང་ཆེན་གི་བློན་པོ་རེད་ལྷ་རིག་ང་ད་ཐང་ཡོང་དོན་གོང་མ་ཁྱེད་ཀྱི་ཁྱིམ་མིལ་ཚེ་རིང་ཡོང་གི་ཞིག་ཡིན་ཨ་ཤོ་ཧན་ཆེན་མོ་སྐལ་བ་མ་སྟོང་བར་དུ་དར་རྒྱས་ཡོང་གི་འཇུག་རྒྱུ་ཁྱེད་ཡིན། ཁྱིམ་མིལ་ཚེ་རིང་བཟང་གི་བཟང་གི།

མཁྱེན་ཀུང་ཙི། འདི་ཁྱོད་གང་ཟིག་ནས་ཁྱེར་ཡོང་ནས། གོང་མ་ཡར་ཞུ། བློ་འགའ་རྣ་བཟས་དེ་ཉིར་ཡས་ལུས་ཅི་ཁ་ཟིག་འགོར་སོང་ང། ཉིན་འགའི་སྔོན་ན་སྟབས་ལགས་ཡས་ད་ཁྲོ་རྐང་སི་མ་འདི་ལག་ཐོན་ནི་རེད། འདི་ད་ཡའི་སྐབས་ཀི་ཁྲོ་རྐང་སི་མ་དགག་གི་ནང་གི་ཅིག་རེད། དེའི་དུས་ཞོད་འཇགས་གི་སྐབས་མིན་ན། འདི་གཏན་ནས་བྱུང་ནི་མ་རེད།
ཧུམ། སྟབས་བཟས་ན། གནམ་གི་ནས་སྙིགས་ཞེ། རྡི་ག་ཐུག་ཁར་གཟིགས་སྐྱོང་ནི་ངས་ད་རིན་པོ་ཆེ་འདི་ཚང་མ། སྐབས་འདི་བྱུང་དང་ནི་མིན་ན།

བསོད་སྙོམས་དེ་ནི་ལྷན་ཅིག་ཟིན་པ་ནི་ཁོ་ཐག་ཡིན་ནི་རེད། གོང་མ་ལགས་ངོ་མ་གཏམ་འགྲིག་གི་བློ་ང། ཁ་སང་ཕྱི་མ་ཞང་རུ་གི་ཚོང་མ་ཀྲོ་ཝུན་ཅུན་ལ་ཐུག་ཨ། ངས་མོ་ཕྱི་མ་ཞང་རུ་གི་བསམ་ཚུལ་འདྲ་བཞག་ཡོད་གི་རེད་ཅེས་ཨ། ཀྲོ་ཝུན་ཅུན་གྱི་བཤད་རྒྱུར་མོ་སྐྱེས་པ་ཚེ་ལས་མ་འདས་སྔོན་ན་ངོ་མ་རྩོམ་ཡིག་ཟིག་བྲིས་མྱོང་ཨ་དེ་མི་ཚད་ད་རུང་གོང་མ་ཁྱེད་ཀ་འབུ་ན་འདོད་གི་ཡོད་ཟེར་གི།
བཟང་གི། ངོ་མ་གཅིག་བཟང་གི།
གོང་མ་ལགས། ཕྱི་མ་བྱང་རོག་གི་རྩོམ་ཡིག་གི་ནང་ན་ཆི་ཟིག་བྱེད་ལོག་གི། སྐྱེས་ལུང་ཕྱི་མ་གི་བྲིས་ནོ་ར་བདུག་གི་སྔོན་ཚུལ་སེ་མ་བྲན་ནོ་ཉི་ག་མ་བྲིས་རང་མཐུན་འདྲེ་ཁེར་བདག་ག་གོང་མ་ཆེན་ཕྱོགས་ཧོང་གི་ལྟ་བྱེད་རི་བོ་ཐལ་ཕྱི་ན་བཀག་སྡོམ་བྱེད་ཡ་མཛད་སྒོ་རྒྱ་ཆེན་པོ་སྤེལ་ལ་ཁྱེད་མགོ་བསྐྱུར་ནང་འཇོག་ཞིམ་འབུལ་བྱེད་ད་རུང་བཟོ་མཛད་སྒོ་རྒྱ་ཆེན་པོ་སྤེལ་ན་བདག་ག་སྔོན་ཚུལ་ཤོག་མ་མྱོང་ནས་གོང་མ་གི་ལོག་བ་ཟིག་ཡོག་གི། བདག་གིས་ར་དེའི་རྒྱུན་དུ་དལ་མོ་ཟིག་དྲན་གྱི་འདུག།
གོང་མ་ལགས། སྐྱེ་རླུང་མིན།
ཁྱེད་ར་བདག་རིན་པོ་ཆེ་ཟིག་འཕུལ་རྒྱུ་ནི་མིན་ན།

གོང་མ་ལགས། སྔར་སློབ་དཔོན་གྱི་བཀའ་ལྟར་རྒྱ་ཡོངས་ཀྱི་ས་ཆ་སོ་སོར་ལྟ་སྐོར་ལ་སོང་བ། ངའི་རིག་ནོར་ཚང་མ་འབྲི་རིགས་ཀྱི་ལོ་ལག་གིས་ཤེས་རིག་གི་འཕེལ་ཁ་ལྟ་རེད། འབངས་མི་ཚང་མ་བདེ་སྐྱིད་ཀྱི་དཔའ་ལ་རོལ་ལུས་དང་ལོ་དུ་རེད། སྐུ་ངོ་མི་ངས་ཁྱོད་རེ་འདྲི། སྔོན་ཆད། ཁྱེད་འདི་མོ་ཞི་བདེ་ཡིན་ཞིང་སྟོབས་འབྱོར་ལྡན་པའི་རྣམ་པ་ཟིག་རིག་ཨེ་མྱོང། སྔོན་ཆད་རིག་མ་མྱོང། ཆུ་ཧན་ཆེན་མོ་ལྔ་ཁོངས། བྱང་ནས་སུང་ལོ་ར། ལྷོ་ནས་ཝུའུ་ཡོས། ཤར་ནས་རྒྱ་མཚོ་ར། ནུབ་ཕྱོགས་ནས་ཞེ་ཐང་རྒྱ་ལོ་ཁི། སྐུ་ངོ་མི་ངས་ཁྱོད་ད་རུང་ཤི་འདྲི། རྒྱལ་རབས་གང་གི་གོང་མ་ས་ཟིག་གར་ང། འདི་མོ་གཞན་ཤིང་ཆུ་བའི་མངའ་ཁོངས་ཟིག་ག་ང་གྱེར་མྱོང་ཟིག། འདི་མོ་ར་སྔོན་ཆད་བྱུང་མ་མྱོང། དྲུག་ར་ཆེན་གཉིས་ཀ་ནས་བཟུང། གཞུང་ནོར་བུ་སྐྱར་དམག་གི་མཐའ་མཚམས་ནས་བསང་ཁྲི་ལྷག་ངེས་རྒྱལ་རབས་སོ་སོའི་གོང་མས། ས་བཅད་པའི་སྐྱིན་ཚབ་ར་བོད་མིར་མཛེས་མ་ཕྱི་ནས་ད་འདུམ་འགྲིག་ཡིན་ནི་རེད། སྐུ་ངོ་མི་ངས་ཁྱོད་ད་རུང་ཤི་འདྲི། ཨུ་ཚུགས་ཏང་གི་གོང་མའི་སྔོན་ན། གོང་མ་ས་ཟིག་གི་གཞུང་ནོར་དམག་འཁྲིས་རྒྱག་རོགས་བྱོས་ནས་དེ་མི་ཚད་ཐང་ཆ་གཅིག་ག་གཞུང་ནོར་ཕམ་གི་ར་བཞུགས་དང། ལྟད་མོ་སྔོན་ཆད་བྱུང་མ་མྱོང། ལྟད་མོ་ཟིག་ཡིན་ན། ཁྱོད་བློན་ཆེན་ཡིན་ས་ནས་གོང་མ་མཆོག་གི་བྱེ་བྲག་ཉན་གི་མཛད་རྒྱུའི་བསྟོད་བསྔགས་མ་ཡིན་ལ། ད་རུང་གང་ཡིན་ས་ནས་གོང་མ་མཆོག་གི་སྐྱོན་ཆ་ཙཱ་ཡི་སྡིགས་མོ་ལས་ཡིན་གི། ཐ་ན་ཨ་ཆུ་མཁས་མཛངས་ཅན་གྱི་ནམ་མཁའི་གོང་མ་སྡིགས་རྩུབ་ཅན་གྱི་ཆོས་ཧྲུག་བསྔགས་བཟོ་བརྡར་གི། ངས་ད་རུང་བཟོ་སྐུ་ངོ་མིན་ཁྱེད་ཀྱི་སྐྱོན་ཆ། སྐུ་ངོ་ཁྱེད་ཀྱི། དོན་ངོ་མ་ངའི་སེམས་ཆ་ཟིག་ད་གོ་ཅང་ཡོང་ནས་གོ།

རེ་དྲག་སྤྱོད་ཐུབ་ནི་མ་རེད། དེའི་རྐྱེན་གྱིས་ཚང་མ་གནའ་འགྱོ་མི་འགྱོ་གི་དོན་དག་མང་ཟིག་བྱེད་བཏང་ན་ངན་ན། གོང་མ་མྱོང་འགྱོ་ནི་ཁོ་ཐག་ཡིན་རེད། ལི་ཧྲ་ནི་ཟིག་ལི་ཧྲོ་ཅུན་འདི་ཁ་བརྡའི་ཞེ་བདེ་ཟིག་རེད། སྐད་ཆ་བཤད་སྲོལ་བལྟས་ན། ཁི་གའི་ནུས་བ་ཟིག་ཙི་གེ་ཟིག་ཡོད་ཀྱི་འདུག་གི། ཧུམ། སྐྱོ་དཔའ་ར་ཅི་གི། ལི་ཧྲོ་ཅུན་གཞན་བྱས་ན་ངོ་མ་ངར་བ་ཟིག་ཡིན།

སེམས་ཅན་གྱི་ཆ་གཅིག་གི་ལོག་སོགས་ནི་རེད། གོང་མ་ཆེ་ཁར་སྔོ་མ་རེད་འདོད་ན་དེ་སྔོ་མ་ཡིན་ནི་རེད་ཆེ་ཁར་རྫུན་མ་རེད་འདོད་ན་དེ་རྫུན་མ་ཡིན་ནི་རེད། ཉོག་གཏམ་མ་བྱེད། སྔོ་མ་ཡིན་ན་སྔོ་མ་ཡིན་ནི་རེད་རྫུན་མ་ཟིག་ཡིན་ན་རྫུན་མ་ཡིན་ནི་རེད་དེ་བར་དག་གི་ཐག་གཅོད་ས་འཇུག་ནི་ཟིག་རེད་ལ། གོང་མ་ཆེ་ཁར་ད་རུང་ཉི་མ་ཆ་ཚིག་ག་གི་གེར་ལྟ་རྟོག་བྱེད། ཁ་དཔེ་རག་ཟེར་སྔོ་མ་ཉེ་གི་བཙོ་བྱང་ཅོ་མི་སྐྱག་ཟེར་ནི་རེད་ཉི་གི་བཟང་ངམ་འདྲེ་དགོ་ན། དེ་དུས་ཚོད་གི་ཉེ་གི་ད་མོའི་བཙོ་བྱང་ཡི་གོ་ནི་རེད། དེ་རྐྱེན་གི་ད། ཁོས་ཆུ་མེ་རི་གི་བཙོ་བྱང་ཡི་ཚར་ནུབ་ཟིག་ནི་ད།

གཏམ་བཟང་ཆེ་ཟིག་ཡོད། འདར་དགོངས། ལྷ་བརིག་ངི་ལྷོ་དཔོན་ལྷ་ཆེན་དམ་པ་གི་རྙི་ལམ་ནང་ནས་ལྷ་བརིག་ངི་ལོང་བསྟར་ནས་ཁྱེད་ཀྱི་རྣ་ནས་ད་རུ་གོ་མ་མྱོང་ནས་ཕྱི་དྲག་ཉེར་བསྟན་གི་དགོངས་མ་ཟིག་རེད་ཟེར་གི་དེའི་རྐྱེན་གི་ལྷའི་ངོར་རྒྱབ་ཤིང་གི་ཉི་མར་ང་གི་རིག་ནས་བཀྲ་ཤིས་པའི་གཏེར་བཟང་ཟིག་མི་ཡིན་ལ་འཆར་གི་འཇིག་གི་རེད་གོང་མ་ཁྱེད་གི་དོར་དགོངས་ནས་ཡོད་ལ་ཤར་ལྷའི་མཚན་མ་བལྟས་ལ། ཕྱག་མ་གསུམ་མ་རྒྱུན་མཐུད་ལས་སྐར་མ་བསྟན་པ་ཤར་གྱི་རེད། ཕྱག་མ་གསུམ་མ་རྒྱུན་མཐུད་ལས་སྐར་མ་བསྟན་པ་ཤར་གྱི་རེད། ལྷ་གི་བྱིན་དགར་འཛིན་བྱེད་ནི་མ་རེད། ལྷ་བྱིན་དང་འབའ་གི་སྐར་མ་བསྟན་པ་འཆར་རྒྱུར་ཟིལ་ལོང་བསྟན་དག་ན་ད་ལྟར་འཛིན་མིན་ནི་ཁོ་ཐག་ཡིན་ནི་རེད། ཧྲཱི་གི།
དེས་ན་ད་སྔོན་མེད་ཅིག་ཧྲཱི་གི། ལྷ་བྱིན་དམ་པའི་བཤད་རྒྱུ། ལྷའི་དབང་བོས། ཞག་མ་སུ་མ་རྒྱུན་དུ་ལས་གྲྭ་ཤེས་པའི་ལྟས་བཟང་འདི་མི་ཡི་ལ་སྦྱར་གི་འཇུག་དོན་གཙོ་བོ། ཧན་ཆེན་མོའི་བློན་འབངས་ཚང་མ་གོང་མ་ཁྱེད་ཀྱི་སྔོན་ན་བྱུང་མ་མྱོང་མོད་ཀྱི། མཁས་མཛངས་ལྡན་པའི་གོང་མ་མཆོག་ཏུ་གྱུར་བ་ཟིག་ནོ་ཅིག་ཤེས་གི་འཇུག་ན་འདོད་ཁོ་ནི་ཡིན་ཟེར་གི།

བདག་གི་མཛེས་ཡངས་ཕོ་བྲང་གི་བྱེ་མའི་ཆེད་དུ་སྐར་མ་ལྟ་སའི་སྟག་བུ་ཟིག་ལས། རྒྱལ་བློན་ཚང་མས་མཉམ་དུ་སྔར་བྱུང་མ་མྱོང་བའི་བཀྲ་ཤིས་ལྟས་བཟང་བ་ལྟ་བགྱིས།

སྔོན་ཆད་བྱུང་མ་མྱོང་ནོ། ཁྱིམ་ནི་ཁྱེད་རང་གི་གོང་མ་གི་ལོག་ཐུབ་ནི་ཁོ་ཐག་ཡིན་ནི་རེད། ཨ་རེད་ཨ་རེད། གོང་མ་ལགས། ཐུན་གསུམ་པ་ཐོན་ད། གོང་མ་ལགས། སྐུ་ངོ་རྣམ་པ། སྐར་མ་བསྟན་པ་མི་འགྱང་བར་འཆར་གྱི་རེད། སྐུ་ངོ་རྣམ་པས་ཨིར་མར་གྱི་གངས་ཉི་གི་ཤར་ལྷོ་གི་མཚམས་མ་སྟེ། གོ་སྐབས་བཟང་བོ་འདི། གཏན་ནས་འཆོར་གི་འཇུག་མི་ཉན་ཡ། རེད་མ་ལྟོས།

རང་འགུལ་གྱི་ཕོ་བྲང་གི་སྤྱི་ཚོགས་ནང་རྟེན་འབྲེལ་བྱེད་དགོས་ཀི། ཨ་ལ་དེ་ར།
ཐོག་མ་ལ། གནའ་བོ་ཡོང་ནས་དེ་གོང་གི་རྟེན་བཟང་དེ་རྟེན་འབྲེལ་བྱེད་དགོས་ཀི་ཡ། ཨོ་ལེ་རེད་ཡ། དྲན་ནུ་ཧྲ་གི།
རྟེན་བཟང་འདི་ད་ཧན་ཆེན་མོ་གི་སྟོབས་འབྱོར་མངའ་ཐང་རྒྱས་ནུ་ར་དམངས་སེམས་སྐྱིད་ཐོན་ཡོང་ནུ་ཐོན་ནི་རེད། ཨོ་རེད་རེད་རེད།
ལི་ཧྲོ་ཅུན།

གོ་ནོ་ཡིན་ན་ཆོག་གི། གང་ལྟར་ཀྱང། སྐར་མ་བལྟམས་པ། ཉེ་ཅན་གྱི་བཀོད་འདོམས་ལྟར་རྣམ་པ་འཕར་གྱི་འཇིགས་སུ་བྱེད་ན་ང་ཡིད་མི་ཆེས་གི། ང་ངོ་མ་ཡིད་མི་ཆེས་གི། འོན་ཀྱང་ཡིད་མ་ཆེས་ས་ཡོང་མི་འཇུག་གི། སྐུ་ངོ། ལྕམ་མོ། སྐུ་ངོ་ཏུང་ཧྥང་གི་འཇའ་ཤག་ཤག་འོག་གི། ཏོག་ཀ་ཤ་གི་འཇིགས་ནུ་ཉལ་ཐང་དུ། སྐུ་ངོ་ཏུང་ཧྥང་སྒྲུབ་ཁང་ནང་ཁྱི་ལ་སོང་བ་ཅག་ལགས། ལགས་སོ།

དུ། གོང་མ་སྐྱེ་སྐད་སྤྲིན་མགྱོགས་མ་ཡིན་ནོ་མཚོ་སྣུམ་ནི། གོང་མ་ལགས། བློ་ངག་སྙོམས་ཐིག་མ་ཤར། བློ་ངག་ངོ་མ་ཆེན་ལྡན་མེད་ལགས་ཉིད་ལ་འཁོར་བྱུང་ཟེར། དེའི་མི་ཚེ་ལ་ཉེ་ལམ་གཟིགས་ར་གཉིས་དང། དེའི་སྟོད་ཐུང་ཐུང་དེའི་ནང། ཁྱེད་ཉེ་ལམ་དྲ་གཉིས་དང་ནི། བློ་ངེས་འཛིན་བཤད་གི་མེད། བློ་ངེས་ངོ་མ་ཉེ་ལམ་གཟིགས་གཉིས་དང། ཁྱེད་ཕྱི་གཟིགས་གཉིས་དང་དང།

འོ་ལ་གི་གི་བ་ཡི་མི་དགོས། གོང་མ་ཐུགས་རྗེ་ཆེ།
གོང་མ་ཁྱེད་ཀྱི་ལྷབ་རིག་ལྔ་བའི་དོན་ངོ་མ། དོན་དག་ཆ་ལུགས་ཡིན། འོ་ལ། ཉི་མ་དེ།
ལྷ་མཆོག་དམ་པ་གི་ཉེ་ལམ་གི་ནང་ནས་ཁྱོད་བྱེད་ཁྱོད། གཤེགས་མ་བསུ་མ། སྦྱིན་མ་ཚེ་ལ། སྐར་མ་བསྟན་པ་ཤར་གྱི་རེ་བཟོས་ནི་ཡིན། ཡིན་ལགས། དོན་དག་དུ་ཁ་དོག་བོ་ཆུང་ན་མི་གནས། དེས་ན་ལྷ་མཆོག་དམ་པ་གི། དོ་དགོང། སྐར་མ་བསྟན་པ་ཤར་གྱི་རེ་བཟོས་ཨེ་བྱེད་གི།

རེས་གྲྭ་སྟོང་ཚང་ཆོ་ག་གྲྭ་འདི་ནས་མེ་ལོང་རྒྱལ་བོ་གི་ཉེ་ལམ་ནང་ནས་ལུང་བསྟན་ནས། དོལ་གུང་གྲྭ་སྐར་མ་བསྟན་པ་ཤར་རྒྱུ་རེད། ད་རུང་སོ་གཅིག་གི་མི་ཚད་ཀྱི་ཕྱོགས་བཞི་མཚམས་བརྒྱད་ནས་སྐྱ་གཅིག་ག་སྐར་མ་བསྟན་པ་གཅིག་གཉིས་ཤར་རྒྱུ་རེད་ཟེར་གི།
གོང་མ་ལགས་ད་ལྟ་ངོ་མ་འཁྱལ་གཏམ་ཁོ་ན་རེད་སྐར་མ་གཏམ་པ་གཅིག་མི་ནས་ཡོད་ནི་མ་རེད་ཉམས་དགའི་གཅིག་ཉིད་ཅིག་ཡིན་འཇར་གོ་ནི་རེད

ལྷ་རིགས་ལྔ། སྤུན་ཟླ་དུང་སང་རྒྱ་འཛོགས་རྒྱུ་འཐད་པ་ཡིན། དུང་སང་ཚོ།
ཁྱེད་རྒྱ་འཛོགས་ཐུབ་བམ་མི་ཐུབ་དགོངས་མ་ལགས།
ཁྱེད་ཀྱི་ད་ལོ་སྔགས་ཤིག་འཆར་རྒྱུ་ཡོད་ན་རེད། ལོ་སྔ་ཉིན་ཚེ་འདས་དགའ་ཕྱོགས་རྣམ་པ་གཞན་པ་གི་ཆང་མེད་ཅིག་ཡོད་ནོ་ད་རྒྱ་འཇོག་རྒྱུ་དེ་ཡིན། བཟང་གི།
དེས་ན་ཆོས་ལུགས་རྒྱ་འཛོགས་གོ་གི་ར། ཆོས་ལུགས་རྒྱ་འཛོགས་ན་ཧྲ་གི།